སྤྱོད་འཇུག་ནས་གསུང་བ་ནང་བཞིན། དེང་དུས་བདག་སྲིད་འབྲས་བུ་ཡོད་མི་ཡི་སྲིད་པར་ལེགས་པར་དུ་དེ་རིང་སངས་རྒྱས་རིགས་སོ་སྐྱེ་སངས་རྒྱས་སྲས་སུ་ཐ་གྱུར་ཏོ་གསུང་བ་ནང་བཞིན། བྱང་ཆུབ་སེམས་ཟེར་བ་དེ་རྒྱུད་ལས་སྐྱེས་པ་ཡིན་ན། ད། དུས་ཚོད་རྔམ་བརྗིད་ཞིག་མ་གཏོགས། སངས་རྒྱས་ཀྱི་གོ་འཕང་ཐོབ་ཡག་ཡིན་པ་བརྒྱ་ཆ་བརྒྱ་ཐམ་པ་གཏན་འཁེལ་བྱ་བསྡད་ཀྱི་བ་རེད། ཨེ་ནི། ད་སངས་རྒྱས་ཀྱི་གོ་འཕང་ཐོབ་ཡག་གི། ཐད་ཀར་ད་སངས་རྒྱས་ཀྱི་གོ་འཕང་བསྒྲུབ་ཡག་གི། ཨེ་འདི་ལམ་གྱི་རྩ་བར་འདི་ཡིན་པ་རེད། དེ་འདྲ་ཅིག་ཡིན་ནི་བློ་ལ་ཡ། ཅེས་སྐྱེས་བྱས་འབྱུང་པོ་ཉིན་མོ་དེ་ནི། ཨེ་ནི། སངས་རྒྱས་ཀྱི་རིགས་སུ་སྐྱེས་པ་དང། སངས་རྒྱས་ཀྱི་སྲས་སུ་གྱུར་པ་ཅེས་གསུང་གི་འདུག་ག། དེ་འདྲ་འབྲས་བུའི་བདག། དག་པའི་གཞན་གཅེས་པའི་བྱང་ཆུབ་སེམས་སེ་སྟེ་ཨ་ཏི། ཞེས་དངོས་གནས་བོད་ཀྱི་བདག། ཆོས་པའི་རྩ་ཧ་ཆེན་པོ་ཅིག་ཡིན་པ་ཙམ་དུ་མ་ཟད་པས། སོ་སོ་རང་ལ་བྱ་བཞག་ནས། ཨོ་ད་འཕྲལ་དུ་ཡུན་གྱིས་པའི་ལེགས་ཚོགས་མཐའ་དག། གཞན་ཕན་གྱི་བསམ་པ་ཟེར་ཡ་དེ་ལ་བརྟེན་ནས་ཡོང་གི་ཡོད་པ་རེད། གཞན་ཕན་གྱི་བསམ་པ་མེད་པ་བྱས་བྱས། རང་གཅིག་པུ་བསམ་བྱའི་རང་དོན་ཡིད་བྱེད་ཀྱི་བློ་ཡི་གཞན་དབང་ལ་དད་པ་ཡིན་ན། ཨེ་ནས། ས་ལམ་གྱི་རྟོགས་པ་འདི་འདྲ་ཡར་བགྲོད་ཡར་དུ་བག་བཞག་ནས་ཚེ་འདི་ལ་ཆ་བཞག་ནས་དང་མཐོང་ཆོས་ཀྱི་དཔེར་ན་ཚེ་འདིའི་གནས་ཚུལ་ལ་ཆ་བཞག་ནས་རང་དེ་ཁོ་ན་བསམ་ནས་དད་མཁན་ཚོ་སྐྱིད་པ་སྐྱེ་མི་འདུག་ག། དེ་སངས་རྒྱས་པའི་ཆོས་ཙམ་མ་རེད། འཛམ་བུ་གླིང་འདི་གང་གི་བའི་ཆོས་ལུགས། ལྟ་གྲུབ་ཡོད་པའི་ཆོས་ལུགས་ཚང་མ་ལོག་གི། མིང་གསལ་ཁ་བཏོད་ནས་མ་བཏོད་ནས། གང་ལྟར་ང་རང་ཚོའི་སྡུག་བསྔལ་ཟེར་ཡ་འདི་རྩ་བ་ཐུག་ས་འདི།

བྱེད་རིན་བཀོད་པ་པོ་སྡོད་མཁན་ཡིན་ན། གང་དག་པའི་རང་རང་སོ་སོ་ནི་འཇིག་རྟེན་བཀོད་པ་པོའི་དཀོན་མཆོག་གི་བཀོད་པ་རེད། ས་དེ་འདྲ་ཡིན་དུས་རང་ཉིད་པའི་དཀོན་མཆོག་གི་པའི་འབངས་སུ་ཆེ་བ་དཀོན་མཆོག་གི་པའི་བྲན་དུ་བལྟ་ཡ་རོགས་ཞེས་བྱས་ཡོད་དུས། ང་ཤེས་ནས་ཅིག་སོ་སོ་པའི་མཆོག་ཏུ་བལྟ་ཡ་རོགས་ཁོ་ཤུགས་ཆུང་རུ་གཏོང་ཡ་ཏན་ཏན་འདུག་ག།